གནམ་གྱི་ཁྲི་བདུན་སྟེང་གཉིས་ལེགས་དྲུག་སྡེ་བརྒྱད་བཙན་བཞི་ཞེས་ད་ལྟ་ཁ་ན་ལ་བས་ཡག་པོ་འདུག་ཨ། བོད་ཀྱི་རྒྱལ་པོ་ག་འདྲ་ག་འདྲ་བྱུང་བར་ཐལ། དེ་འདྲ་དེ་འདྲ་བྱུང་བར་ཐལ་ཞེས་བྱ། དུས་ཚོད་ཡོད་པ་དང་ནི་ཡིག་ཆ་ཡོད་པ་ཡིན་ན་ད་ཚོད་ཀློག་ཀློག་ར། སྐད་མང་པོ་ཞིག་ར་ཡོད་དྲུག་རྙིང་པ་མང་པོ་ཡོད་རེད་གསར་བ་ཡག་པོ་དེ་འདྲ་ཡོད་རེད། མི་འདྲ་མི་འདྲ་ཡོད་པ་ཚོ་ཉམས་ཞིབ་བྱེད་དུས་ཙམ་པ་ལ་སློབ་སྦྱོང་བྱེད་ཡོད་ར། དེ་ནས་བླ་རྡོ་རྡོ་རི་གཉན་གཟིགས་ཁ་སང་བསྒྲིགས་པ་བྱེད་ར་སངས་རྒྱས་ཀྱི་བསྟན་པ་དབུ་བརྙེས་ཞེས་བྱ། བདག་གིས་ད་མ་གཏོགས་དགོས་པ་དང། ཨེ་ནི། ཅི་དགའ་རེ། སྤང་གོང་ཕྱག་རྒྱ་བ། སྤང་གོང་ཕྱག་རྒྱ་བ་དང་བདག་གིས་ད་མ་གཏོགས་དགོས་པ་གཉིས་བྱུང་སོ། དེ་ནས་བཟུང་ཅི་ཨེ་ནི་ལྷ་ཐོ་ཐོ་རུ་གཉིས་འཛིན་སྐབས་ལ་སངས་རྒྱས་ཀྱི་བསྟན་པ་དབུ་བརྙེས་རེ་ལ་རེ་བྱེད་ཀྱི་ཆེ། འདིའི་སྐབས་ལ་ཨེ་ནི་རྒྱ་གར་ནས་སྨན་པ་ཨེ་ནི་བི་ལ་ག་ཆད་དང་བི་ཇི་ག་ཆད་གཉིས་ཡོད་བྱུང། བི་ཇི་ག་ཆད་འདིས་ལྷ་ཐོ་ཐོ་རུའི་སྲས་མོ་ལྷ་ལྡན་ནོར་བུ་རེ་བྱ་དང་མཉམ་དུ་གྲོང་ས་བསྐྱོན་ནས་སྲས་བྱིའི་གྲོང།

ཨ་ནི་སྨན་པ་བློ་གྲོས་ཆེན་པོ་འདི་ལ་སྨན་པ་དེ་པ་རེད་ཡག་བྱས། དེ་ནས་རྒྱལ་པོ་སུམ་ཅུ་སོ་གཅིག་པ་སྟག་རི་གཉན་སྲིན་ཁོང་གི་སྐབས་ལ་ཨ་ནི་ཡང་བློ་གྲོས་ཆེན་པོའི་སྲས་བློ་གྲོས་རབ་གསལ་འདི་ལ་སྨན་པ་དེ་པ་རེད་ཡག་བྱས། སྟག་རི་གཉན་སུ་གཉིས་མ་ཆུ་འཇུའི་སྒང་ནས་མིག་ལོང་བ་རེད་ཡག་བྱས། རྗེས་མ་ཨ་ནི་བྷ་ཤ་སི་ངའི་རྒྱལ་ཁམས་འདི་ནས་ཨ་ནི་སྨན་པ་སྐད་བཏང་རྗེས་ཨ་ནི་མིག་ཡག་གསོས་པ་རེད་ཡག་བྱས། མིག་ཡག་འདུག་ཅེས་ཀྱི་གསོས་པ་དང་མཉམ་དུ་ཨ་ནི། སྟག་མོ་གི་རི་ལ་རི་ཞིག་མིང་ཡིན་ཟེར་བ་དེ་སེམས་ཅན་གཉིས་བསྲེགས་པ་ཡིན་པར་གསུངས་ཙང་ཁོང་གི་མཚན་ལ་སྟག་རི་གཉིས་བསྲེགས་ཟེར་བ་རེད་གསུངས་ལ། དེ་གི་ཚང་མ་ལ་དམིགས་བསལ་གྱི་སྐད་བརྡ་ཆེན་པོ་འདི་འདྲས་ཡོད་པ་ཡོངས་གྲགས་རེད་མི་འདུག་ཨ། ད་ཁོང་གི་སྲས་རྣམ་རི་སྲོང་བཙན་རེད། རྣམ་རི་སྲོང་བཙན་སྲིད་ཡུན་འདི་བོད་ཀྱི་རྒྱལ་པོ་སུམ་ཅུ་སོ་གཉིས་པ་དེ་རེད་དེ་རེད། ཁོང་གི་སྐབས་ལ་བློ་གྲོས་རབ་གསལ་གྱི་སྲས་སྨན་པ་བློ་གྲོས་རྒྱལ་མཚོས་འདི་ལ་སྨན་པ་ཟེར་བ་རེད་ཟེར་བསྡད་པ་འདུག། གནས་ཁྲི་བཙན་པོ་ནས་གནམ་རི་སྲོང་བཙན་བར་དུ་བོད་ཀྱི་རྒྱལ་ས་དེ་ཡུལ་ཡར་ཀླུང་ལ་རེད་དེ་ལ་རྒྱལ་ས་རེད། རྒྱལ་ཁབ་སྐྱོང་བའི་སྐབས་སུ་ལུང་པ་བྱོལ་བ་དེ་ཡར་ཀླུང་རེད་དེ་རེད་ཟེར། ད་རྒྱལ་པོ་སུམ་ཅུ་སོ་གསུམ་པ་དེ་ད་སྤྱི་འཐུས་སྲོང་བཙན་སྒམ་པོ་སྐལ་བྲག་ཆེན་པོ་ཞེས་བྱུང་བར་བ། ཁོང། དྲུག་བརྒྱ་བཅུ་བདུན་ལ་སྐུ་འཁྲུངས་པ་རེད། ཨ་ནི་ལོ་བཅུ་གསུམ་སྐབས་སུ་དྲུག་བརྒྱ་ཉིས་བརྩེགས་དགུ་ལ་ཁྲི་འདོན་གནང་བ་རེད། དྲུག་བརྒྱ་ལྔ་བཅུ་ལ་གོང་པ་རྫོགས་པ་རེད་གོང་ལ་ཞི་རག་ཞུ་ཡོད་མ་སུམ་ཅུ་སོ་རག་ཅེས་མ་གཏོགས་ཡེ་ནས་བྱས་རྗེས་ཧ་ལས་པའི་ཆེན་པོ་རེད་པས་བ་དོག་གིས་བྱས། ད་དེ་ནས་དེ་རྒྱལ་པོ་དེའི་དེ་དང་ཨ་ནི་བློན་པོ་མང་པོ་ཡོད་པའི་ནང་ནས་བློན་པོ་སྐད་གྲགས་ཆེ་བ་རྒྱར་ན་ཨ་ནི་བློན་པོ་རུ་ལས་སྐྱེས་སངས་ཏི་པུ་ཏི་དགུང་རྒྱལ་གྱི་སྐབས་ལ་བྱུང། ལྷ་བུ་སྒོ་དཀར་ཏི་བེ་རྗེ།

ལ་སོགས་པ། ལྷ་བུ་ཀོ་བ་ཀིའི་ཞིང་ལ་གྲངས་ཀ་ཚིག་དང་དང་ཞིང་ལ་དོར་ཀ་ཚིག། འབྲོག་ལ་འབྲོག་པ་འདུ་འཛུགས་ཀྱི་ཚད་གཞི་ཅལ་དང་འབྲོག་ལ་ཐུར་ཚིགས། དམིགས་བསལ་གྱི་དུས་ཡུན་ལོ་བརྒྱ་རེད་དོ། གཞན་ཡང་ཟམ་པ་བཙུགས་པ་ལ་སོགས་པ་དུས་ནས་མང་པོ་གནང་ཡོད་རེད། ཁྲི་ནོར་ནང་གི་བུ་འདི་ཨ་ནི་བག་ཆུ་བེ་ཆུ། ཚོང་མ་སོ་ནི་ཚོང་རྒྱག་ཡས་དང་འདི་འདྲའི་ཐོག་ལ་དམིགས་བསལ་གྱི་ཕན་ཐོགས་ཡས་གྲས་དང་སང་བོ་འདི་འདྲས་བཅོས་བྱས་ཚད་གཞི་ངེས་ཅན་བཟོས་བྱས་དར་བ་རེད་ཟེར།

ད་ཁ་སང་གི་མཇུག་ཏུ་ཀློག་གི་ཡིན་ད། དེ་ནས་ཁྲི་སྙན་སྲུང་བཙན་ས། ཁྲི་སྙན་སྲུང་བཙན་སོགས་བོད་ཀྱི་རྒྱལ་བོ་ཉི་ཙར་དགུ་པ་དེ་རེད་ཟེར། སྨན་པ་དུང་གི་ཐོར་ཅོག་ཅན་རྒྱལ་བོ་འདིའི་ཡང་བླ་སྨན་པ་མཛད་དེ་གསོ་རིག་གི་རྒྱུན་འཛིན་སྤེལ་གནང་ས། ཡང་བསླབ་པའི་སྐབས་སུ་དུང་གི་ཐོར་ཅོག་གིས་འདི་སྔོན་གྱི། ཨ་ནི་ཁོ་རང་གི་ཡབ་ཀྱི་དུས་སུ་ཡང་བླ་སྨན་པ་མཛད་ཡིན་ཟེར་བ་དེར་མ་ཟད། ཡབ་ཀྱི་སྲས། ད་གུང་རེ་འགའི་སྐུ་མཆེད་བྱ་རུ་ར་ཁྱིའི་དགའ་བའི་བླ་མས་མཛད་པ་རེད་ཟེར། དེ་ནས། རྒྱལ་པོ་སུམ་ཅུ་ཐམ་པ་འབྲོང་གཉེན་འདེའུ་རེད་ཟེར། འདིའི་སྐབས་ལ། ཨ་ནི་སྐུ་ཚེ་སྨད་ཀྱི། བླ་མས་འདི་སྲོལ་བཟང་ཐུམ་གུ་ཐོར་ཅོག་གི་སྲས་བློ་གྲོས་ཆེན་པོ་རེད་ཟེར། དེ་ནས་རྒྱལ་པོ་སུམ་ཅུ་སོ་བཞི་པ་དེ་སྟག་རི་གཉན་སྲིད་རེད་ཟེར། དེ་ཆུན་ཆུན་སྒང་ནས་ལོང་བ་རེད་ཟེར། ཆུན་ཆུན་སྒང་ནས་ལོང་བ་ཡིན་ན་མི་ལོང་ཟེར། ཨ་ནི་ཁོ་རང་གི་མིང་ལ་མིང་འདོགས་དུ་མ་ལ་ཕྱི་ལ་སྐོམ་པ་བཀྲ་ཟེར་ཞེས་ལབ་ཀྱི་ཡོད་རེད་ཟེར། རྗེས་མ། ཨ་ནི། བོད་ཀྱི་ཨེ་མྱང། རྒྱལ་ཕྲན་གཞན་ཞིག་ནས་ཨ་ཤ་ཟེར་བ་ནི་ཕལ་ཆེར། ལོ་རྒྱུས་ནང་ལ་ཨ་ཤ་འདུག་གི། ནི། སྨྲས་ཆོག་ལ། ཨ་མདོ་ཕྱོགས་ཀྱི་ས་ཆ་དུ་བ་དེ་ལ་ལག་མེ་རུ་ཁྲིམས་འདུག། ལོ་རྒྱུས་ནང་ཧ་ཅང་གི་གསལ་བོ་ཡོད་མ་རེད། ཡིན་ནས་ད་ཕ་ཡི་རྒྱལ་ཕྲན་ཨ་ཤ་ཟེར་བ་དེ་ནི། ནི། ཁམས་རྒྱལ་ཨ་ཤ་ཞེས་བྱ་བའི་སྨན་པ་མཁས་པ་ཞིག་སྐད་བཏང་བ་རེད། བོད་ནས་ཟེར་ན་སྐད་བཏང་མེད་ཟེར། དེ་འདྲའི་ཞུས་ནས། ནི། སྨན་དང་དཔྱད་ཀྱི་ཐོག་ནས། མིག་ལོང་བ་དུ་གསོས་པ་རེད་ཟེར།

བློ་གྲོས་རབ་རྩལ་གྱི་སྐབས་ལ་ཨན་ལི་བློན་པོ་ཁྲི་དོ་ནང་གི་བུ་བློན་པོ་ཁྲི་དོ་ནང་གི་བུ་གི་ཨ་ནི་གྲལ་དུ་བཏང་བཅོས་བྱ་བ་ལྟ་འདི་སྔོན་ལ་ཅིག་སྦྲུལ་དུད་དུ་འཇལ་བའི་སྐབས་སུ་ཨ་ནི་གྲལ་གྱི་ཚད་གཞི་འདི་འདྲ་གས་མེད་ཡིན་ཟེར་བ། ཨན་ད་ནས་བཞིན་མར་དེ་འདྲའི་བར་དུ་ཚོང་འབྲེལ་བྱེད་དགོས་ཚོད་མེད་སང་ངོ་སྐྱ་ཡས་དེ་འདྲའི་ཡོད་ས་མ་ར་བ་ཨ་འདིའི་སྐབས་ཐོག་མ་བྱུང་བ་རེད་ཟེར། འབྲུ་དང་མར་རྗེས་བཅད་ཟོས། ལས་སྡེབ་དང་ཚོང་བཅོས་སོགས་དར་རྒྱས་བཟང། ལས་སྡེབ་ཟེར་ན་ངས་ཧ་གོ་མ་སོང་ག་རེ་ཟེར་གྱི་ཡིན་ནམ། སྤྱིར་བཏང་ནས་ཕན་ཚུན་གྱི་ལས་ཀ་གསར་པ་དེ་འདྲ་མང་པོ་གཟིགས་མོད་དྲོད་ཚོང་རྒྱ་ཡལ་དུ་འགོ་ཚུགས་པ་རེད་ཟེར། གལ་ཏེ་སྔོན་མ་རྒྱག་གི་ཡོད་པའི་གནས་དང་ཤུགས་ཆེ་རུ་ཕྱིན། ཚོང་མང་དུ་བརྒྱབ། སྐྱེད་ཀ་མང་པོ་ལ་བྱིན། ཨན་ཕྱི་གི་སོ་ནང་ལ་དབོར། ནང་གི་སོ་ཕྱི་ལ་འདྲེན། ཧོ་དེ་འདྲ་བྱེད་ཀྱི་རེད་བ། ཤུགས་ཆེན་པོ་བྱེད་བྱེད། ཨོ། བློན་དེ་ནི། ཨ་ནི་མཛངས་པའི་མི་བདུན་གྱི་ནང་ནས་གསུམ་པ་དེ་ཡིན་ཟེར་གྱི་རེད། ད་དེའི་རྗེས་ལ་སྲོང་བཙན་སྒམ་པོས་གི་རྒྱབ་གནམ་རི་སྲོང་བཙན་རེད་མི་རེད། ད་ཁོ་རང་ལས་བློན་པོ་མང་པོ་ཡོད་པའི་ནང་ནས་བློན་པོ་སྐད་གྲགས་ཆེ་བ་གཅིག་གི་མཚན་འདི་ན་བྲིས་འདུག་ཨ། དཔའ་སྣང་ཤེར་སོགས་ཀྱི་བློན་པོ་བྱས་ཏེ་ཟ། མི་ཁ་ཤས་རྒྱ་ནག་ཏུ་མངགས་ནས་ཙི་དང་མིན་ལགས་སུ་ཟེར། ང་ཚོའི་སྨན་གཞུང་འདི་རྒྱ་གར་ནས་བྱུང་པས་གསལ་བོ་ཞུ་བཞིན་རེད་དོ། ཁ་ཐུ་ཐུ་རི་གཉིས་འཛིན་སྐབས་ནས་བྱུང་དོ། ད་ནངས་བཞིན་གནམ་གྲུ་སུམ་བརྩེགས་བར་ལ་རྒྱ་ནག་ནས་ཡང་ཡང་མིན་གྱི་སློབ་སྦྱོང་འདི་འདྲའི་ཕྱིས་ཀྱི་སློབ་སྦྱོང་འདི་འདྲའི་སྦྱང་བའི་བྱེད་སྒོ་སྤེལ་བ་དང། བྱང་གི་ས་དེར་དུས་སླ་བས་ན་ནི་ད་ཅིག་བོད་ཀྱི། བྱང་ལ་དུ་བསམ་པ་ལ། བྱང་ཏག་ཏག་ཁེག་ཁེག་མི་མི་ཤེས་ར་གང་ལྟར། ནུབ་ཕྱོགས་ལ་བོད་ཀྱི་ནུབ་ཡེ་ནས་མངའ་རིས་ཁེ་དུག་ར། ཨན་ལིའི་གླིང་འདི་ཚོ་ལ་ཁ་ནས་བཤད་པ་སྐབས་སུ་ལ་བྱང་ཟེར་བྱང་ཐང་བྱང་ཐང་ཟེར་ར། ཕ་ནི་ཕ་ཚ་ཡི་གཏེར་ཤུགས་ཆེན་པོ་ཞིག་བརྗོད་ས་རེད། མི་ཚོ་མ་ཤི་གྲོགས་པོ་ཚོས་མི་ཚེ་སྐྱེལ་བའི་སྐབས་སུ། ཨན་ནི་བྱང་ཐག་ཁ་ནས་ཚ་ལེན་བྱེད་ཨན་ནི། ལུང་པ་གཞན་པ་དང་བོད་ཡུལ་དུ་ཚ་རྫོང་གིས་ཚ་ཟོང་མང་པོ་རྒྱག་རྒྱུར་བ་སྤུ་འདི་འདྲས་འགོ་བཙུགས་པ་རེད། བློ་གྲོས་རབ་གསལ་གྱི་བུ་བློ་གྲོས་རྒྱལ་མཚོས་དེ་ནི་གནམ་གྲུ་སྲོང་བཙན་སྐབས་ཀྱི་བླ་སྨན་པ་རེད་ཟེར། བྱས་ཙང་སྐབས་དེ་དུས་ཀྱང་བོད་ལ་ཡིག་རྩིས་ཡོད་མ་རེད་དེ་ཡིན་ནས་སྨན་རྩིས་དར་ཡོད་རེད་ཟེར། ཟེར་ཏེ་སྨྲས་ཏེ་གསེང་འདི་མི་ཡིག་གི་གོ་དགུ་ཡིན་པ་སོང་ཙང་ཡི་གེ་ཡོད་མེད་ལ་མ་ལྟོས་པའི་ནི་སློབ་སྦྱོང་བྱེད་ཀྱི་ཡོད་རེད་གུས་པ་སྤེལ་གྱི་ཡོད་རེད་ཟེར། དཔེར་ན་ཁོས་སོང་ཙེའི་སྐབས་ལ་བོད་ལ་ད་ལྟའི་ཡིག་སྲོལ་དེ་ཡོག་མར་བ་ཡིན་ནས། སྨན་གྱི་ལག་ལེན་དེ་ཡོད་རེད་ཟེར། རྩིས་ཀྱི་ལག་ལེན་དེ་ཡོད་རེད་ཟེར་ཏེ་སྨན་རྩིས་རིག་གནས་དར་རྒྱས་བྱུང་ངོ། ད་རྗེས་མ།

བྱས་ཙང་བོད་ཀྱི་སྐྱེ་བོ་མགོ་གཉིས་ཡོད་མཁན་ཡིན་ཟེར་བྱས། ཨ་མདོ་མི་འདྲ་ལ་ཨུཏྤ། ད་འདི་ཚོ་ཨུ་གཉིས་ཡོད་རེད་ལབ་ཡིན་ན། ང་ཚོ་ཡོད་མ་རེད་ལབ་དགོས་ཡོད་དེ་འདྲ་ཡོད་ཀྱི་མ་རེད་དྲན་གྱི་འདུག་ཡིན་ནས། དངོས་གནས་བྱས་ན་དེ་འདྲའི་མ་ལབ་ན་ཡག་ཡོད་རེད་དྲན་གྱི་འདུག་ང་རང་བསམ་ཚུལ་རེད་ད། ད་ཡིན་ན་སྲོང་བཙན་ལ་ཨུ་གཉིས་ཡོད་པ་འདི་མི་ཁ་ཤས་ཀྱི་བྱས་ཡོད་རྒྱུར་བརྟེན་ཏེ། མི་ཁ་ཤས་ཀྱིས་སྐྱབས་མགོན་རིན་པོ་ཆེ་ལས་བྱིན་རེ་ཟ་བྱེད་མཁན་དེ་འདྲ་ཡོད་རེད་བ།

ཡིན་ནས། ད་གཟོང་མཛད་སྔོན་ནས་དྲན་པའི་སྤྱན་རས་གཟིགས་ཀྱི་སྤྲུལ་པ་ཡིད་ཆེས་ཡོད་པ་དང་མི་ཁ་ཤས་ཀྱིས་བསྟན་འཛིན། མཇལ་ཡོད་སྲིད་ལ། སོང་ཚེ་འདུག་མཇལ་བའི་སྐབས་སུ་ལུག་སྤྱན་རས་གཟིགས་དབུ་ལས་བསྐྱོད། འདི་འདྲའི་གི་ཡང་བཤད་པ་དེ་འཆི་བའི་གྲགས་ཆེ། འདིར་ཀྱང་སྨད་ལུགས་དྲན་གྱི་དགོས། དེ་མེད་ན། མི་ཡི་གི་ཐུན་མོང་ལོ་རྒྱུས་ནང་ན། མི་མགོ་གཉིས་ཡོད་པ་འདི་འདྲའི། བོད་ཀྱི་རྒྱལ་པོ་ཟེར་ནའི་མི་འདུག་འཛམ་བུ་གླིང་ནང་ན། འདི་འདྲའི་མི་འདུག་ཨ། ད་ཡོད་དང་ཡོད་ལུགས་འདིས་བསམ་ཚུལ་ག་འདྲ་ཞིག་སྐྱེས་རེད་ཟེར་ན་ངས་འདི་འདྲའི་མེ་རོ་ཕྲེང་སོ། སོ་སོ་ནས་འཇུག་ཐོ་བུ་དེ་འབེབས་པར་སྒྲ་མ་འདྲ་བྱས་ལ། ལོ་ཁ་ཤས་སྔོན་ལ་བོད་ནང་སྐྱབས་མགོན་པོ་ཟླ་བས་གྲོང་ཁྱེར་ནང་རྗེ་བཙུན་ཞི་བ་མ་ལེ་ལགས་བཀའ་ཡོད་མ་རབས་ནས་ཁོང་རིག་བྱེད་ཆོག་ར། དངོས་གནས་བོད་མི་བླ་མ་སངས་རྒྱས་རེད་རྣམ་པ་འདྲ་མ་འདྲ་ཡོད་དགོས་ར། ཡེ་ནས་ཐུན་མོང་ལོ་རྒྱུས་མ་ར། སྤྱིར་རྒྱལ་རབས་ཞེས་པ་ག་ཚོད་ཐུན་མོང་ལོ་རྒྱུས་ཤིག་ཡོད་པ་སོང་ཙང།

ཚེ་གང་ཏག་ཏག་རེད་དཀའ་ཐུབ་ཡོད་དེ་སྔོན་འདི་བ་ཡིན་ན་སྤྱི་སྦོམ་སྤྱི་སྦོམ་མ་ཏག་ཏག་དཀའ་ཐུབ་ཡོད་མ་རེད། ཁྱེད་ལྟ་ཅི་གོང་དུ་ཞུས་ཡིན་པ་དྲུག་ཅུ་བཅུ་བདུན་ལ་བཙོང་པ་རེད་དྲུག་ཅུ་གཉིས་རྩ་དགུ་ལ་རྒྱལ་སྲིད་གསུངས་པ་རེད་ཟེར། སྔ་མོ་བོད་པ་ཚོ་ཚོ། ཨ་ནི་རྒྱལ་སྲིད་གསུངས་པ་སྐབས་སུ་རྒྱལ་པོའི་སྲས་དེ་ལོ་བཅུ་གསུམ་སྐབས་སུ་ལ་རྒྱལ་སྲིད་གསུངས་པའི་མཛད་སྒོ་རུ་བྱས་འདུག་ཟེར། བཅུ་གསུམ་དེ་ཨ་ནི་རྦད་དེ་གྲངས་ཀ་དེ། ཨ་ནི་རྒྱལ་པོའི་གི་གྲངས་ཀ་རེད་བཅུ་གསུམ་དེ་བཞི་པོ་ཅིག་ཨ་ནི་རྦད་དེ་ཡག་པོ་དང་མྱུར་བ་ཆེན་པོ་དང་དེ་འདྲ་ཡིན་ཟེར། དེ་ནས་བོད་པ་ཚོས་ཁ་རྒྱུན་ནང་བཅུ་གསུམ་ལས་ལྟོ་བ་རེ་ཚིག་པ། དུ་བ་དེ་ཡིན་ས་མ་རེད་ཡག་དྲག་ཆེ་དུ་བ་བྱ་ཡ་ཞིག་མིན་ཏེ། བསོད་ནམས་ཀྱི་མ་འགྱོགས་ཟེར་ཞོར་ལ་སྐད་ཆ་ཞིག་བུ་འདི་འདྲ་བུ་དེ་འདྲ་ཞེས་བཅུ་གསུམ་འདི་འདྲ་མང་པོ་ཚིག་རེད། སྐྱེ་བོ་བཅུ་གསུམ་གོམ་པ་ཡིན་ནའི་གོམ་པ་བཅུ་གསུམ་གཞན་རེ་ཟེར་འདྲ་བོ། དེ་ནི་ག་རེད་བོད་ཕྲུ་གུར་བཅུ་གསུམ་ཟེར་འདྲ་བོ་དེ་འདྲ། ལ་བཅུ་གསུམ་མང་པོ་ཞིག་བསྲེས་ཡོད་ས་རེད་དེ་དམིགས་བསལ། ད་ཡིན་ནའི། གནས་ཚུལ་ག་རེ་ཡིན་ནའི་ཨ་ནི་བསོད་ནམས་ཀྱི་མ་འཇོག་ན་གོ་ཐུག་ག་ཆག་འདུག་ར་འོ་དུག་སྟོབས་དང་ལྡན་པ་ཡིན་ན། ནུས་པ་དང་ལྡན་པ་ཡིན་ན་འདི་ཁྱོ་གུ་ཡོད་པ་སོགས་ད་གོ་ཐུག་གྱིན་དུ་ཆག་འདུག་ཡོད་རེད་སྟོབས་དང་མི་ལྡན་པ་ཡིན་ན་བསོད་ནམས་ཀྱི་མ་འཇོག་པ་ཡིན་ན། ཡག་ག་དེ་སྐབས་ལ་དམིགས་བསལ་གྱི་བར་ཆད་ཡོང་གི་ཡོད་ར་འོ་ད་བཅུ་གསུམ་གྱི་བསམ་ཚུལ་དེ་འདྲ་ཡོད་ས་རེད། བློ་གྲོས་རྒྱས་ཚུལ་གྱི་བུ་བློ་གྲོས་བཤེས་གཉེན། རྒྱལ་པོས་བླ་སྨན་པར་མཛད་ད་ད་ཐིམ་མི་ཙམ་པོ་ཏྲ་སེང་གེ་སྒྲ་ཆེན་པོ་དེ་བྱུང་བ་རེད་ཟེར། དེ་ནས་ཐིམ་མི་ཙམ་པོ་ཏྲ་དང་ཁོང་གི་རོགས་པ། སྟག་ལོ་སྡེ་གྲོང། ལ་ཟེར་བ་མི་བཅུ་དྲུག། སོང་ཚེ་སྒམ་པོས། གསེར་གྱི་སྐྱེས་བསྐོར་བཅས་རྒྱ་གར་ལ་སློབ་སྦྱོང་བྱེད་ན་བཏང་བ་རེད། ད་ཡོངས་གྲགས་ཀྱི་ལོ་རྒྱུས་དེ་རེད། ཕ་ཡུལ་དུ་ཕེབས་པ་རེད། ཕ་ཡུལ་ཟེར་ན་རྒྱ་གར་ཟེར་བ་རེད། དེ་མིན་སམ་བོད་དག་གིས་ཁོང་རིག་སྐྱེས་རྒན་པ་འདི་དང་བདེ་ཆེན་སྒ་ར་དང་ལྷ་རིག་པའི་སེང་གེ་སོགས་མང་པོ་བསྟེན་བྱས། ཐོག་མར་བསམ་འགྲིལ་དེ་སྐད་སྦྱངས། དེ་ནས་བསམ་འགྲིལ་དེ་གཞུང་སྦྱངས། གཞུང་བཟང་ས་དང་བཞུགས་དེ་ལ་ད་སྐད་ཅིག་འོག་ཕན་གྱི་མ་རེད། གཞུང་ཆེན་པོ་སྦྱངས་དགོས་རེད། ལ་ནང་པའི་གི་གཞུང་ཆེན་པོ་མ་སྦྱངས་པ་ཡིན་ན་བསམ་ཚུལ་དེ་སྐད་ཅིག་པོ་ཤེས་པའི་གི་དེ་ཕན་ཐོག་མ་རེད། ད་དུང་ལོ་མང་པོ་ཨ་ནི་གཅིག་ངོ་ནས་ནང་པའི་གི་གཞུང་ལྟ་གྲུབ་ཨ་ནི་དབུ་མ་ཕར་ཕྱིན་ལྟ་བཟོས་བསྡུ་བ་བསྡུ་སྦྱངས་ཡོད་རེད་ལབ་ཡིན་ན་སྐྱོན་ཡོད་ཀྱི་མ་རེད་ཁེངས་འདུག་གང་ལྟར་གཞུང་ལུགས་རང་སྐྱོང་བའི་སློབ་སྦྱོང་བྱས་དེ་ནས་རྒྱལ་པོས་ཀྱང། ཁ་ཟ། བླ་མས་ཀྱང་ད། དངོས་གནས་དེ་ནི་བོད་ལ་ཕྱིན་པ་ཡིན་ནས་ཕན་ཐོགས་ས་རེད། གོང། ཁོང་རིགས་ཀྱང། ད་དངོས་གནས་ཡི་གེ་ཡོན་ཏན་ཡག་པོ་ཆགས་སོང་ང་བོད་ལ་འགྲོ་དོན་སྐྱོང་གི་ཡོད་ཁོང་ཅེས་བོད་དུ་ཕྱིར་ཕེབས། ཕེབས་པའི་སྐབས་སུ། ཨ་ནི་སོ་མཛེས་སྒམ་པོའི་ཤ་མདའ་མ་འདྲེས་པའི། ཨ་ནི་ཆེ་བསྟོད་ན། ཆེ་བ་ན། ཨོ་ཐུགས་ཆེ། ཨ་ནི། བོད་གངས་ཅན་གྱི་ལྗོངས་ལ་ཕེབས་རྗེས་ཐོག་མར་ཁོང་གིས་གར་གནང་བར་ལབ་ཡོད་ན། ཨ་ནི་ཡི་གེའི་རིག་གནས་ཀྱི་ད་མགོ་བཙུགས་པར་ག་འདྲས་མགོ་བཙུགས་པར་ལབ་ཡིན་ན་ཨ་ནི་ཕལ་ཆེར་འདི་འདྲ་མན་འདྲ་དྲན་དགོས། ལེགས་སྦྱར་གྱི་སྐད་དེ་ཁོ་ན་མཁྱེན་གྱི་ཡོད་རོ། བོད་སྐད་ནི་དེ་བས་ཀྱང་མཁྱེན་གྱི་རོ། ཤེས་དང། ལེགས་སྦྱར་གྱི་སྐད་ནང་ལ་ཡོད་པའི་གི་བརྡ་སྤྲོད་ཀྱི་རྣམ་གཞག་དེ་གི་དེ་ཁོ་རང་གིས་མཁྱེན་གྱི་ཡོད་རེད། བོད་ཀྱི་སྐད་ལས། ཁོ་རང་བོད་པ་ཡིན་པ་སོགས་ལ་བོད་ཀྱི་མིང་ངེས་པར་དུ་མཁྱེན་གྱི་རེད། དེ་ལྟར་བོད་ཀྱི་ཡུལ་ལུང་ག་ཚོད་ཅོག་ཅོག་གི་ཡུལ་ཡར་ཀླུང་གི་ལྷག་མ་ལ་ཉམས་ཞིབ་གནང། ཉམས་ཞིབ་གནང་བྱས་ནས་བོད་ཀྱི་སྐད་ལ་མཁོ་བ། ལེགས་ཆ་རྣམས་ཡོད་པ་དེ་གི་དེ་གསར་གཏོད་བྱེད་དགོས་པའི་ཚུལ་རང་ཅག་མ་གཏོགས་བསལ་བྱས་ཁ་བསྒྱུར་བྱས་བསྒྱུར་བའི་བཟོ་རེ་བྱས། ཨ་ནི། ལེགས་ཆ་རྣམས་ལ་ཡོད་པ། ཨ་ནི་བོད་རྣམས་ལ་མི་མཁོ་བ་དེ་ཚོ་ཡི་གེ་མང་ཉུང་ཡེ་ནས་བག་འཐེན་འདྲ་བོ། བརྡ་སྤྲོད་ཡེ་ནས་བོད་ཀྱི་བརྡ་སྤྲོད་རྣམས་ལ་མ་འཕྱུགས་ཡོད་འདྲ་བོ།

ཐུགས་རྗེ། ད་ཡང་ལེགས་སྦྱར་ན་ཡོད་པ་ནི་འཐུག་པོ་ཡི་གེ་འདྲ་བོ། ནི། ལོག་པའི་ཡི་གེ་འདྲ་བོ། གཞན་ཡང་ཨ་ནི་བས་པའི་ལེགས་སྦྱར་ཁོ་རང་གི་འགྲོ་སྟངས་ཀྱི། མང་པོ་ཅིག་བོད་ལ་གོ་གི་མེད་པ་སོང་ཙང་འདི་གི་འདི་ཕ་ཡུ། ད་བོད་སྐད་དང་ལས་ཚིག་དང་གཉིས་ཀ་གོ་ཡས་ཀྱི་བས་ན། གསལ་བྱེད་ཉི་ཤུ་རྩ་དྲུག་འདྲ་བོ། ཡང་ན་འདི་གི་ཚང་མ་ནམ་སང་ཚུར་ལེན། ཚུར་ལེན་ཚར་བའི་ཆུ་དེར་ཟོབ་ལྟ་སྟེ། ནི།

ལ་མི་དགོས་པ་ཅིག་ཡེ་ནས་འབད་དེ། བྲིས་པ་འགྲོ་བ་ཞིག་ཏུ་འུར་ཟེར། གང་ལྟར་ཅིག་བྱས་ལ་དཔེ་བལྟ་ཡོད་ཚུགས་རོགས། ཡིན་ནས་ཡིག་གཟུགས་འདིའི་དཔེ་བལྟ་ཡོད་ན། འདི་སྐད་ཡིག་གས་མར་བ། ཡིག་གཟུགས་ཟེར་དེ་སྐད་ཡིག་མར་བལྟ། ཡིག་གཟུགས་འདིའི་ནང་ལ་བསམ་གཏན་དང་ཆ་ཚང་བྲིས་ཡ་ཡོང་གི་རེད། ཨ་ནི། ཧིན་དི་ཚང་མ་བྲིས་ཡ་ཡོང་གི་རེད། སྦེན་གྷ་ལི་ཚང་མ་བྲིས་ཡ་ཡོང་གི་རེད། གལ་སྲིད་དེ་བོད་པ་རང་གི་ག་རེ་ཉོས་ལ་གོ་འདུག་ག་རེ་འཇུག་ལ་གོ་འདུག་བྱ་ཚིག་ག་འདྲས་བེད་སྤྱོད་གཏང་གོ་འདུག་དུས་བསྡད་པ་ག་འདྲས་བེད་སྤྱོད་གཏང་གོ་འདུག་པོ་དེའི་འགྲོ་སྟངས་དེ་ནི་བོད་ཡིག་གཟུགས་དེ་ལས་གཞི་གོང་མ་རོ་དེ་སྐད་ལོ་ག་རོ། དཔེར་ན་ད་རེས་སང་ཉིན་ངས་ཨ་ནི། ང་འགྲོ་གི་ཡིན་ཟེར་ནས་འདི་ཨེ་པི་སི་རི་རྣམས་བྲིས་ཡོད་རོ་ཇི་མ་ཇི་བཞིན་བྲིས་ཡོད་རེད་འདི་དབྱིན་ཇི་མ་རོ། གཟུགས་དེ་དབྱིན་ཇི་རེད་མ་གཏོགས་ཇི་གི་འདི་སྐད་དེ་བོད་སྐད་རེད་དེ་རོ། བྱས་ཙང་བོད་སྐད་ཤེས་མཁན་གཅིག་གིས་བོད་ཡིག་ཤེས་མཁན་གྱི་ལོག་ཐུག་གི་མ་གཏོགས་ཨིན་ཇི། དང་པོ་གླིང་མཁས་ཤོས་དེ་ཡིན་ནས་བོད་ཡིག་མ་ཤེས་ན་ཨེ་བྷི་སི་ཏི་རྣམས་བོད་ཡིག་འབྲི་རྒྱུ་དེ་ལོག་ཐུག་གི་མ་རེད། བྱས་ཙང་སྐད་དང་ཡི་གེ་གཉིས་ལོག་ཡིན་པ་དེ་གསལ་བོ་ཞིག་མཁྱེན་དགོས་དོན་གལ་ཆེན་པོ་རེད། སྐད་བསླབ་ཡོད་ན Language ཟེར་གྱི་རེད་དེ་རེད། ཡི་གེ་བསླབ་ཡོད་ན Script ཙམ་གདངས་ཆོག་གི་རེད་པ་དེ་ནང་ཞེས་དང། འགྲེལ་བྱེད་དགའ་བ་རྒྱ་སྐྱེགས་རེ་འདྲེན་ནས་སྐབས་དོན་ཉིད་བཤད་པའི་སྐབས་སུ། དཔེར་ན་ཕྱག་བྱ་ན། ཨོམ་ནམ་མོ་བ་འགོད་པ་སྟེ་བ་ཟ་ཟ་ར་པར་མ་མདའ་ནི། ཞེས་སུ་ཉེ། ནག་པང་དང་བྲིས་སོང་ན། དབུ་རྒྱན་ནང་བྲིས་རོ། ཡིན་ནས་འདི་བོད་སྐད་མ་རེད། འདི་ལེགས་སྦྱར་གྱི་སྐད་རོ། ཨོམ་མ་ནི་པན་མི་ཧོང་ལེགས་སྦྱར་གྱི་སྐད་རོ། ལེགས་སྦྱར་གྱི་ཚིག་རོ། ཡིན་ནས་ཡི་གེ་འདི་དབུ་རྒྱན་ནང་ཡོད་རོ། དེ་ཚོ་སྐད་དེ་ལེགས་སྦྱར་སྐད་རེད་ཡི་གེ་འདི་དབུ་རྒྱན་ནང་ཡོད་རེད། ཨོ་ཏོ། དེ་འདྲ་ཡིན་པ་སོང་ཙང་ཁྱེད་མི་བསམ་བོ་དྲེད་ཨེ་ནི་ཡིག་གཟུགས་གསར་བ་བཟོས་ཡོད་རེད་བཟོས་པའི་སྒོ་དུ་སྤེལ་བཏང་ཡོད་རེད་ཨེ་ནི་སྐད་ཡིག་འདི་ཕལ་ཆེར་ལས་བྱེད་ལ་སྤེལ་བཏང་ཡོད་མ་སུ་སྐྱེས་ལ་སྤེལ་བཏང་ཡོད་མ་རེད་འདི་པ་ཏཱ་ཞིག་འདི་སྤེལ་ཐེབས་ཡོད་ན་ནི་བོད་སྐད་བཟོ་ཐུབ་མ་རང་ག་ཡིན་ཟེར་ན། ལས་བྱེད་ལ་ཤེས་བྱ་རེད་བསམ་ཙང་ན་ལས་བྱེད་འདྲ་བོ་ཅིག་ཆགས་འདུག་རང་ལས་བྱེད་འདྲ་བོ་ཆགས་ཟིན་ན་བོད་པ་ཚོ་གོ་མ་རང་ང་ཚོ་སྐད་ཡིག་འདི་བོད་པ་བོད་པ་ཚོ་གོ་ཡ་དེ་འདྲ་བཟོས་པ་རང་མ་རེད།

དཔེ་ལྟ་ས་དེ་རྒྱ་གར་ཡིན་ན། འདི་ཡི་གཉིས་ཕལ་ཆེར་དོན་ལ་མི་གནས་པའི་སྐད་ཆ་ཞིག་རེད་བྲིས་མི་འདུག། དཔེ་ལྟ་སྟངས་དེ་ག་འདྲ་ཞུས་པ་ནང་བཞིན་རེད་དཔེར་ན་གསལ་བྱེད་ཀྱི་གྲངས་ཀ་རེ་དབྱངས་ཀྱི་གྲངས་ཀ་རེ། གྲངས་ཐང་རེ་གཅིག་པར་བ། ཡི་གེ་ལ་འགྱུར་མེད་ཟླ་བའི་བ། ཆེད་ཀ་ལྟ་བུ་སུས་བསླབས་པས་ན་གཅིག་པར་ཟི་ཏིར་བ། རྒྱ་གར་གྱིས་བསླབས་པས་ན་ཀ་བསླབས་བོ་རེད་བོད་པར་བསླབས་པས་ན་ཀ་བསླབས་བོ་རེད། དབྱིན་ཇི་གཅིག་བསླབས་པས་ན་ཀ་ལ་ཀ་བསླབས་བོར་མ་གཏོགས་ཅི་རིགས་ཀ་ལ་ཀ་མིན་པ་ཅིག་བསླབས་ན་འགྲིག་གི་མ་རེད་བ།

རྟེན་འབྲེལ་འདི་འདྲ་བཞིན་འགུགས་རའི་སྤྲིན་དུ། ཨོ་དུ། སྐད་ཡིག་མང་པོ་དང་དྲ་ཚད་སོགས་ཕྱི་ནང་གི་རིག་གནས་མང་པོ་བསླབས་ད་ཕྱིར་བོད་ཡུལ་དུ་ཕེབས་ནས་བོད་ཀྱི་ཡིག་གཟུགས་གསར་བཟོ་གནང་སྟེ། བོད་རང་གི་སྐད་ཀྱི་སྟེང་ནས་ཟེར་ན། ད་ད་ལྟ་དུ་མུག་བསམ་གཏིང་གི་དག་རང་སོང་སྟེ་བོད་རང་གི་སྐད་ཀྱི་སྟེང་ནས་ཡི་གེ་འབྲི་བའི་སྲོལ་བཏོད་ཟེར། ད་གསལ་བྱེད་མང་ཉུང་དུ་ཁྱད་པར་ཡོད་མ་རུང་བ་གཞན་ལྟ་ཞོར། དབྱངས་གསལ་བྱེད་སྔོན་འཇུག་རྒྱུན་འཇུག་མགོ་འདོགས་སོགས་ལེགས་པོར་གཏན་ལ་ཕབ་སྟེ་བརྡ་སྤྲོད་པའི་གཞུང་བརྒྱད་མཛད་དོ། ད་གཞུང་བརྒྱད་ནས་ཡོངས་གསག་པ་དེ་སུམ་ཅུ་པ་དང་རྟགས་ཀྱི་བཅུ་པ་གཉིས་རེད། ལྷག་མ་འདི་གི་དེ། མི་མངོན་ནམ་མཁའི་དབྱིངས་སུ། ཡེ་ཡེ་བར་ད་འཕངས་ཡས་ཡོད་མ་རེད། དངོས་ནས་བརྩམས་ཡོད་ན་ནི། བརྩམས་མེད་ན་ནི། དེ་ཡོད་ལ་ཡ་ད་ག་རང་ནོར་དེ་ཡོད་ར་གཏམ་ཡོད་ན་ནི་གང་ཡང་ཡོད་མ་རེད་དེ་སྐྱེ་བ་ཞེ་དྲག་མི་འདུག་ར་ག་འདིར། གཉིས་ནི་གཞི་བཞག་བྱས་རྩ་བའི་གི་བརྡ་སྤྲོད་གི་ཆ་དེ་གཉིས་ནི་གཞི་བཞག་བྱས་འབྲེལ་བ་མང་པོ་ཞིབ་ཅིག་ཙམ་ཡོད་རེད་དེ་གི་ཚང་མང་ལོག་གི་བོད་ཀྱི་སྐད་ཀྱི་གྲོགས་པོ་ཆ་ཚང་རྐང་ཐུག་གི་ཡོད་རེད་དེ་འདྲ་ཡིན་པ་སོང་ཙང་ཨ་ནི་བོད་ཀྱི་བརྡ་སྤྲོད་ཀྱི་ཆ་ལག་ཚང་བ་དེ་རེད་སུས་ཐུག་གི་རེད། དེ་ནས་བཟུང་སྟེ་ཡོན་ཏན་གྱི་རྩ་བ་བོད་རང་གི་ཡི་གེའི་འབྲི་བའི་སྲོལ་ཡོད་པར་གྱུར་ནས་ཡུལ་ཁམས་གཞན་ལ་ཡོད་པའི་རིག་པའི་གནས་དང། བོད་རང་གི་སྐད་ཡིག་ཏུ་བསྒྱུར་བའི་འགོ་བརྩམས་སོ། ད་རྒྱལ་པོ་ཁོ་རང་གི་རྒྱལ་པོ་ཁོ་རང་གི་རྒྱན་འཁྱེར་རྗེས། བོད་ཡིག་ནང་ལ་ད་རྒྱ་གར་གྱི་ནང་ཆོས། སྨན། རྩིས། རིག་གནས། སྙན་ངག། ཚང་མ་ལོ་བཞི་བརྒྱད་ཀྱི་ཡས་མས་འདྲེན་ཁེལ་བ་རེད་ཟེར། དེ་ཚ། སྦྱིན་བདག་དེ་མ་ཚོ་ཀོ་རྒྱལ་ཁབ་ཁོ་རང་ཆགས་བསྡད་རེད་རྒྱལ་པོ་ཁོ་རང་ཆགས་བསྡད་རེད། མི་མང་གི་སློབ་སྦྱོང་ག་ཚོད་ཞིག་ཐུབ་པ་ཡིན་ནས་མཐུན་རྐྱེན་གང་ཐོག་ནི་དཀའ་ངལ་ཡོད་མ་རེད་ག་ཚོད་རྒྱལ་པོ་ཞིག་ཡོད་ར་བ་འདུག་ཟེར། དེ་འདྲ་ཡིན་པ་སོང་ཙང་ཨ་ནི་དེ་ཚོ་ཐུང་ཐུང་ཞིག་ནང་ལ་མི་འབོར་མང་པོ་མེད་པ་ཡིན་ནས་དངོས་གནས་འདྲ་གནས་དེ་ཡི་ནང་ལ་ཡང་དེ་བཞིན་འཛམ་བུའི་ཞིང་བར་དུ་བསྡུར་བ་ཡིན་ན། དངོས་གནས་རིག་གནས་ཀྱི་ཐོག་ལ་དཔེ་ཆ་མང་ཉུང་དང་གཏིང་ཟབ་ལ་ལྟོས་པས་ན་མཁས་པ་ཚོས་ཀྱི་ཧ་ལས་ཀྱི་ཡོད་རེད་གསུང་གི་འདུག་ཨ། བོད་མི་ས་ཡ་དྲུག་མ་དུ་ཡོད་མ་རེད་དེང་སང། གལ་སྲིད་སྔ་མོ་ཡུལ་དབང་བཏང་བས་ན་ས་ཡ་དྲུག་ནས་ཡི་གེ་ཤེས་མཁན་ག་ཚོད་ཡོད་རེད། ཡི་གེ་ཤེས་མཁན་བརྒྱ་ཆ་དུ་སྐབས་ན་གཅིག་གང་ཡོད་ཀྱི་མ་གཏོགས་ཉུང་ཉུང་ཤོས་གཅིག་རེད། དེ་འདྲའི་ཉུང་ཉུང་གཅིག་གིས་ཨ་ནི་བལ་གཞུང་འདི་གམ། དེ་ཚོ་ཐུང་ཐུང་ཞིག་ནང་ལ་ཨ་ནི་བལ་དེ་རྒྱུར་བཅས་བརྩམས་བྱས་ཏེ་བུས་ན། བཞུར་བཞི་བང་པོ་རེ་དེ་ལ། བན་བོན་ཕུན་སམ་བཏང་གི་ཡིན་ན། དཔེ་ཆ་ཁོ་རང་གིས་མང་ཉུང་དང་གཏིང་ཟབ་ལས་བལྟས་པས་ན། བོད་པ་ཚོ་རྗེས་ལུས་མི་སེར་ཐེབས་ཀྱི་ཡོད་མ་རེད། ཡིན་ནས་འདི་ཀློག་མཁན་གྱིས་དང་འདིའི་ཐོག་ལས་ཀ་བྱེད་མཁན་གྱི་མིས་གྲངས་ཀ་བརྒྱབ་ཡོད་ན་ག་ཚོད་ཡོད་རེད། སྡོམ་འདི་མི་འབོར་ཁོ་རང་ས་ཡ་དྲུག་མ་དུ་ཡོད་མ་རེད། ཨེ་ཤ་ཡའི་དྲུག་ནང་ནས་ནི་འདི་འདྲའི་ཡི་གེ་འབྲི་ཀློག་དངོས་གཙོ་མཐོང་རྒྱུ་ག་ཚོད་ཡོད། རྒྱ་གར་དང་ཕྱི་རྒྱལ་ལུང་པ་ཁག་ལ་མི་འབོར་ཞིབ་བཤེར་གནང་ལ་འབུམ་གཅིག་དང་ཁྲི་གཅིག། ཁྲི་གཉིས་དེ་འདྲ་ཙམ་མི་འདུག་ཨ། འདི་ག་ཚང་མ་ལོ་སློབ་ཆུང་གོ་སྐབས་རག་རྒྱུ་སྐྱ་ཉལ་རེད་ལོས་ཕྱི་ལོ་བསམ་བཏང་མཁན་ཡིན་ན། ད་འབུམ་གཅིག་དང་ཁྲི་གཅིག་ཁྲི་གཉིས་སྟོང་སུ་ཡོད་ན། ཨེ་ནས། མི་དེ་ཚོའི་གི་མི་ཆེ་ཁག་གི་གལ་སྲིད་ཡིག་ཀློག་ཉེན་ཡིན་པ་ཡིན་ནས་ཁྲི་ལྔ་སུ་ཀློག་དགུག་རོགས། ཆེ་གི་ཆེ་ཁག་ཀློག་དགོས་ན་ཁྲི་གཉིས་སུ་ཀློག་དགུག་རོགས། ང་ཚོ་དཔོན་ཚོ་གང་ནས་དེབ་ལྔ་བརྒྱ་བརྒྱ་པ་ག་ཚོད་ལོ་མང་པོ་འགོར་འདུག་གུ་རུ་ཀློག་ཉེན་མེད་པ་ཞིག། དེབ་ལྔ་བརྒྱ་བརྒྱ་ཡས་ལ་མི་འབུམ་གཅིག་གིས་ལོ་ལྔ་བཅུ་ན་ལ་ཟོ་གོ་མ་རེད། ད་ལྟ་དེ་འདུག་ཉམས་དེ་ཞེས་ཟ་ཉེས་མ། ད་ལྟ་ན་ཅི་ལོག་མཁན་མང་པོ་ཡོད་མ་རེད་དེ་མེད་ནས་ཉེན་ཁ་གས་ཡོད་མ་རེད་སོ་སོའི་ལུང་པའི་ནང་ཡོད་རེད་བ། མཁས་པ་ཚོ་མཁས་པ་ཆགས་དེ་གི་རེད་ཨ་ནི་གྲུབ་པ་ཚོ་གྲུབ་པ་ཉམས་ལེན་བྱེད་གི་དེ་རེད་ཨ་ནི་མ་ཞེན་པ་ཚོ་བསམ་བློ་བཏང་ཨ་ནི་རིག་གཞུང་ཞེན་པ་ཆགས་ཡས་པའི་ཉེན་ཁ་དེ་ར་གས་དགོས་ཆོད་མ་རེད། ད་རེས་ད་གིན་བོད་པའི་སྐད་ཡིག་འདི་སྤྱིར་ན་སྔ་མོ་ལས་ཀློག་མཁན་མང་ཡོད་ཀྱི་རེད་དེ། དེ་ལས་མང་ཆེ་གི་ཕྱི་ཡིག་གི་ཤུགས་རྐྱེན་མང་པོ་ཞུགས་བཞིན་ཡོད་པ་དེ་གི་ཚོར་ཐུབ་ཡོད་པས་ཁག་པོ་ཆགས་བསྡད་འདུག། དེ་རིང་ཁྱེད་རང་ཚོའི་མོས་པའི་སླད་དུའང་ང་ཚོ་བོད་དགའ་པོ་སྐྱོང་དགོས་ཨ། ད་རེས་ནི་སྲིད་བོད་ཀྱི་ལོ་ཉི་ཤུ་སུམ་ཅུ་བཞི་བཅུ་བྱས་ལ་ག་འདྲའི་ཆགས་ཐུབ་མཁན་ཤེས་ཐུབ་ཡོད་མ་རེད། ངས་ཕར་མང་པོ་ལབ་དགོས་རེད་དེ་འདྲ་ན་ཡོང་མཁན་ཚོ་ཁྱེད་རང་ཚོ་དགའ་བ་ཕྱིན་པ་ཡིན་ནས་དེ་ལ་བུའི་ཁྱད་ཤོས་ཁྱེད་རང་རེད་ད་ཅེས་བྱས། དང་བསླབ་དགོས། དང་བསླབ་དཀའ་བའི་སྐད་ཆ་འདི། ཀྱེ་མ་དངོས་གནས་ཆགས་འགྲོ་གི་འདུག། བྱས་ཙང་སློབ་སྦྱོང་བྱེད་མ་མྱོང་མཁན། དེ་ན་སྔ་བར་གྲོགས་པོ་མང་ཚོགས་མ་སྦྱངས་མཁན། ངའི་འཁྲིས་ལ་བུའི་ལྟས་བཞག་མཁན་སུ་ཁོ་རང་གི་བསམ་བློའི་ནང་ལ་བུའི་རྒྱུ་ནི་ཤིང་མེད་བསམ་སྟེ། ཡིན་ནས་ད་བོད་པ་ཐོར་དེ་ར་ག་ས་ག་ལ་ས་ཆ་ཁ་ཤས་ལ་ཁོ་རང་གཅིག་གོང་མ་དུ་བུའི་ཤེས་མཁན་མི་འདུག་ཨ་དེ་ཁོ་རང་ཁེངས་ཤོས་ཡིན་ངེས་འདུག་ཨ་མི་ཚོ་ཧ་ལམ་ཁྱོད་བུ་དེ་འདྲའི་ཡག་པོ་འདུག་ཨ་སུ། དངོས་གནས་ཡག་པོ་སྐད་ཡོད་མ་རེད་ཡིན་ནས་ཡག་པོ་འདུག་བྱས་སོང་འདི་སྟོད་གོས་སྟོད་གོས་རེད་འདེད་ར་ཨེ་ཡིན་ཡིན་བསམ་བོ་ལ་བོད་སྐད་ཐང་ཐང་རྒྱལ་གོས་ཨོ་མ་རེད་ཚོགས་གཙོས་བྲིས་ལོག་བཤད་ན་ཁྱད་པར་བ། དེ་ཤོད་ཡིན་ན་སངས་རྒྱས་བཅོམ་ལྡན་འདས་འདི་མ་གཏོགས་ཁྱད་པར་ཡོད་མེད་ངས་ཉི་མ་ཤི་ན་ཡོད་མ་རེད་བ། བྱས་ཙང་ཁྱེད་རང་དཔེ་བཞག་པ་ཡིན་ནས་གཏན་དེ་བསམ་བློའི་གུ་ཐོག་ནས་ཏང་མང་པོ་ཅིག་ཕན་ཐོག་ཡོང་གི་རེད་དྲན་བྱུང། འཚོ་བ་སྐྱེལ་ལ་ཕན་སྲིད་ཀྱི་རེད་འཚོ་བ་སྐྱེལ་ལ་མ་ཕན་ནས་འགལ་ཡོད་མ་རེད་བ།

འཛམ་བུ་གླིང་གི་རིག་གནས་སྐད་ཆེན་པོ་ཤུགས་ཀྱིས་ཕངས་པོ། ཕངས་སེམས་སྐྱེ་ཞེས་རེད་དེ་ལ་མ་རེད། སློབ་ཚན་དང་རྒྱ་རིག་སྐད་འགལ་བ་ཡོད་དེ་རིང་སྐད་ཆ་བཤད་ཡོད་དེ། ང་རང་ནི་བོད་པའི་སྐད་དང། ཨ་ནི་ཆོས་དང་རིག་གཞུང་འདི་གི་དེ་ལ། ཨ་ནི་སྐྱབས་མགོན་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས། ཨ་སྤྱི་དང་བོད་ཀྱི་རིག་གཞུང་བཟང་པོ་ཡིན་པ་ལ་བརྟེན་ནས། ཨ་ནི་འཛམ་བུ་གླིང་རྒྱལ་ཁབ་མང་པོ་ཅིག་གི། ཨ་ནི། དངུལ་གྱི་མཐུན་རྐྱེན་རྒྱག་རྒྱུ་ཡོད་རེད། སེམས་ཤུགས་ཀྱི་རྒྱབ་སྐྱོར་ཡོད་རེད། བོད་པ་སོབ་སོབ་ངོ་ཟན། ཡིན་ནའི་དངོས་གནས་བོད་ནས་སྲུང་སྐྱོབ་ཀྱིས། ཐོས་བསམ་སྒོམ་གསུམ་དང་སྲུང་སྐྱོབ་བྱེད་དགོས་པ། དངུལ་གྱི་མཐུན་རྐྱེན་རྒྱག་མཁན་དེ་ཚོ་དཔེ་ཡག་པོ་རེད། དེ་ཚོ་སྔོན་ལ་ཕྱི་ལོག་ནས་སྐྱོར་གི་ཡོད་རེད་བ། ཡིན་ནའི་དངོས་གནས་ཡ་སྐྱེད་མཁན་ནི་ང་ཚོ་སྐྱེད་དགོས་རེད་མ་གཏོགས་ཆོས་ཀྱི་གཞས་མ་སྐྱེད་ཐུབ་གི་མ་རེད་བ། རེད་བ། རྩི་ཤིང་གིས་བཏབ་པ་ཡིན་ན། ཞིང་ཁ་གིས་བཏབ་པ་ཡིན་ན། ཨ་ནི། ཆུ་བླུགས་ཡོད་ལུས་བླུགས་ཡོད་ར་བརྒྱབ་པའི་རིགས་ཚང་མ་བློ་སྦྱིན་བདག་གིས་བྱེད་འདུག་ར་འདི་ནས་སྐྱེ་བའི་རིགས་རྩི་ཤིང་ཁོ་ན་སྐྱེ་བར་མ་གཏོགས་སྦྱིན་བདག་གིས་བྱས་མི་འདུག་དེ་ན་བཞིན། རྩི་ཤིང་གི་སྐྱེ་འཚོལ་སྤྲོ་བ་འདི་བོད་པ་ཚོས་སློབ་སྦྱོང་བྱས་ཟེར་རེད་ར། ད་གཞན་གྱི་མཐུན་རྐྱེན་བྱ་རེས་འདི་དབང་འཛིན་པ་གི་མཐུན་རྐྱེན་བྱ་རེས་འདི་ར་བརྒྱབ་ཡོད་དང་ཆུ་བླུགས་ཡོད་དང་ལུས་བརྒྱབ་ཡོད་དང། དེ་ཚོ་རེད་རེད་ར། དེ་ཇི་སྙེད་ཅིག་བྱེད་དགོས་ཀྱི་རེད། དེ་ནི་ང་རང་གིས་བྱེད་དགོས་དོན་ང་རང་གིས་བྱེད་དགོས། ང་རང་གིས། ཁག་ཐུབ་དཔེ་ཆ་ཞིག་འདུག་རྒྱབ་ལོག་ལ་ཡག་པོ་ཞིག་བྲིས་ཤག། རང་གི་དོན་དུ་འཆད་རྩོད་རྩོམ་གསུམ་བྱེད་རོགས་ཞེས་སམ། གཞན་གྱི་དོན་དུ་མར་མར། རང་གི་དོན་དུ་ཐོས་བསམ་སྒོམ་གསུམ་བྱེད་རོགས་ཞེས་སམ། གཞན་གྱི་དོན་དུ་འཆད་རྩོད་རྩོམ་གསུམ་བྱེད་རོགས་སམ། གཉིས་ཀའི་དོན་དུ་མཁས་བཙུན་བསང་གསུམ་བྱེད་རོགས་ཞེས་སམ། ད་དོན་དག་འདི་གསུམ་ནང། ཁུག་ནའང། ཐོས་བསམ་སྒོམ་གསུམ་ལ་ནི་སློབ་སྦྱོང་ཞེས་ཟེར་བ། དང་པོ་སློབ་སྦྱོང་བྱེད་པའི་སྐབས་སུ་ཐོས་པ་གསེག་རེས། སློབ་སྦྱོང་བྱེད་དུ་ཉམས་ཞིབ་ཏུ་བྱེད་པའི་སྐབས་སུ། བསམ་བྱུང། བསམ་བྱུང་གི་ཤེས་རབ་གཅིག་རེས། ཉམས་ཞིབ་མཐིལ་ཕྱིན་པ་བྱས་ན་སྒོམ་བྱུང་ཆགས་ཐུབ་པ། ཆོས་མིན་པ་ཡིན། ད་གཞན་ལ་ཕན་ཐོགས་དོན་དག་ལ། དགེ་རྒན་ཡིན་ན་མ་སློབ་ཁྲིད་ཇི་ལྟར་བྱེད། གཞན་སྨན་པོས་རྩོམ་པ་པོས་ནི་རྩོམ་རྒྱག་ཟེར་ཁྱེད་ཚོས་རྩོམ་གསུམ་ཨ་ནི། དོགས་སློང་ཡོད་པས་ནི་རྩོད་པ་རྒྱག་ཟེར་གཞན་གྱི་དོན་དག་གི་ཐོས་བསམ་སྒོམ་གསུམ་ཁྱེད་ཚོས་རྩོམ་གསུམ། ད་ང་ཚོའི་རིག་གནས་དེ་ཚེ་འདི་ཙམ་མ་ཡིན་པར་ཚེ་ཕྱི་མ་ལ་ཕན་ཡག་གི་གསུང་ཡོད་པ་སོང་ཙང། རང་གཅིག་པོ་མ་ཡིན་པར་གཞན་གྱི་དོན་དག་གསུང་ཡོད་སོང་ཙང་གཙོ་བོ་གྲོགས་པོ་ཉམས་ལེན་བྱེད་དགོས་རེད་ཟེར་ཐེག་ཚུན་བཟང་གསུམ། བྱས་ཙང་ཐོས་བསམ་སྒོམ་གསུམ། ཆོས་ཚུལ་གསུམ་གསུམ། མཁས་བཙུན་བཟང་གསུམ། ཨོ་འདིར་ཚང་མ་ལོ། ཨ་ནི་རིག་གནས་འདི་ཐོག་ཕྱི་ཐུབ་པ་ཡིན་ན། གསུང་རྒྱུ་བོ་ཞིག་ཐུག་གི་རེད་ཚེ་འདི་ལས་ཕན་གི་རེད་ཕྱི་མ་ལས་ཕན་གི་རེད་རང་ལས་ཕན་གི་རེད་གཞན་ལས་ཕན་གི་རེད་ཟེར། འདོད་པ་ཆེན་པོ་ཞིག་ལ་བྱེད་རྒྱུ་ཡོད་ཚུལ་སྨྲ་བ། དེ་ནས་འཛམ་བུ་ལི་མི་གཙུག་ལག་ཁག་གི་སྨྲ་བ། གསུང་གཏམ་ལ་ཡུལ་སྐྱོད་འདི་དང་ལག་ལེན་སྤེལ་བ་སོགས་མང་ཆེ་ཞིག་གིས་གོ་ལྡོག་ནས་བྱེད་ཀྱི་ཡོད། ད་ཡི་གེར་བྱེད་ཆེད། དེ་ནས་བཟུང་དེའི་སར་ཡོན་ཏན་གྱི་རྩ་བ་བོད་རང་གི་ཡི་གེ་འབྲི་བའི་སྲོལ་ཡོད་པར་གྱུར་ནས་ཡུལ་ཁམས་གཞན་ལ་ཡོད་པའི་རིག་གནས་དག་བོད་རང་གི་སྐད་ཡིག་ཏུ་བསྒྱུར་བའི་འགོ་བརྩམས་སོ། བཀའ་འགྱུར་བཞིན་དུ་ཚང་མ་ལོ་ལེགས་སྦྱར་གྱི་སྐད་ནས་བོད་སྐད་ནང་བསྒྱུར་བྱ་བ་རེད། ཁ་ཅིག་ཉུང་ཉུང་ཅིག་རྒྱ་ནག་སྐད་ནས་བསྒྱུར་བ་ཡོད་རེད་ཕལ་ཆེར་རེ་ཟུང་པཱ་ལིའི་སྐད་ནས་བསྒྱུར་བ་ཡོད་རེད་དེ་ནས་བརྒྱ་ཆ་དགུ་བཅུ་གོ་དགུ་ལེགས་སྦྱར་སྐད་ནང་བསྒྱུར་བྱ་རྒྱུ་རེད།

གང་ཡིན་ཟེར་ན། གསར་བ་རྩོམ་གོག་འོག་མར་བ། བསམ་ཚུལ་འདི་མ་གཏོགས་ཕྱུག་པོ་ཡོད་ཡོད་རེད་བ། ད་རྗེས་མ་དཔེ་ཆ་མང་པོ་བསྒྱུར་ཚར་བའི་རྗེས་སུ་ཨེ་ནི་བོད་པ་དང་ཤེས་ནི་སོ་སོ་ཙམ་ཨེ་ནི་གསུང་འབུམ་དང་བཀའ་འབུམ་ཟིན་ཚང་མ་ལོ་གཅིག་བཀའ་འགྱུར་ཟེར་བཞིན་བ་དེ་ཚང་མ་ལོ་བསྒྱུར་འགྱོག་རེད། བསྟན་འགྱུར་ཟེར་འདི་ཡ་བསྒྱུར་འགྱོག་རེད་དེ། ད་བཀའ་འབུམ་དང་གསུང་འབུམ་དང། ཨོ་དེ་ཚང་མ་ལོ་བསྒྱུར་འགྱོག་མ་རེད་ད་བོད་རང་གི་བརྩམས་ཆོས་རེད། གོ་རིམ་གོ་མོ་དུ་བྱས་པས་ན་འགྱུར་དེ་དང་པོ་འགྲོ་དགོས་ཀྱི་རེད། ཡི་གེ་རིགས་ནི་དར་བ་དགའ། དེའི་རྗེས་ལ་བསྒྱུར་རྩོམ། དེའི་རྗེས་ལ་ནི་ས་རྩོམ། ད་ལྟར་སང་ཉིན་བོད་པ་ཚོ་འཛམ་བུ་གླིང་ནང་ལ་འདྲ་འདྲ་བྱེད་ཁུག་ཡོད་པ་ཡིན་ན། འཛམ་བུ་གླིང་གི་རིག་གནས་འདི་ཚོ་སློབ་སྦྱོང་བྱེད་ཁུག་ཆགས་ཏེ་གོ། དེ་འདྲ་སོང་ཙང་ད་རེས་སང་ཉིན་ཚན་རིག་འདུག་ཙང་མ་ལ་བསྒྱུར་རྩོམ་གི་ཐོག་ནས་ང་ཚོ་སློབ་སྦྱོང་བྱེད་ཆགས་ཏེ་གོ། ད་ཚོ་ཚུར་དུ་བསྒྱུར་བྱས། ད་ཡིན་ཟེར་ན་དེ་ཨིན་ཇི་ནང་ཕྱུག་པོ་ཡོད་ར་བ། བོད་སྐད་ནང་ཕྱུག་པོ་ཡོད་མ་ར་བ། འདུག། ད་ནང་ཆོས་འདྲ་བོ་དེ་འདྲ་དང། ཨ་ནི། ལྟ་གྲུབ་སྐོར་ཡིན་ན་ཨ་ནི་ཨ་ཨིན་ཇི་སོགས་ཕ་བསྒྱུར་དགོས་བསྒྱུར་དགོས། ང་ཚོ་བསྒྱུར་དགོས་ཡོད་མ་རེད། ང་ཚོ་སོ་སོ་བྱེད་དགོས་ནི་སྐད་ཡིག་དང་ན་མང་དག་ཅོ་ཞིག་ཡོད་རེད། ཨོ་ཏོ་སིང་ས་རེད། དེ་ནས་ས་རྒྱལ་པོ་ཆེན་པོ་སྲོང་བཙན་གྱིས་གཙུག་ལག་ཁང་མང་པོ་བཞེངས། ས་ལོ་ཙཱ་བས་ཐོག་མར་ཐོན་མི་སམ་པོ་ཏྲས་སྤྱན་དྲངས་པའི་ཆོས་དང་རིག་པའི་གནས་མཐའ་དག་བོད་སྐད་ལ་བསྒྱུར་ཅིག་གསུངས་པ་བཞིན་རྒྱ་གར་གྱི་སློབ་དཔོན། སྐུ་ཚེ་རབ་དང་བྲམ་ཟེ་ཤངྐ་ར་དང་སློབ་དཔོན་ལི་ཆིན་དང་བལ་པོའི་སློབ་དཔོན་ཤི་ལ་མ་ཇུ་དང་ཁ་ཆེའི་སློབ་དཔོན་ཏཱ་ནུ་ཏཱ་དང་གྷ་ནུ་ཏཱ། རྒྱ་ནག་གི་སློབ་དཔོན་ཧ་ཤང་མ་ཧ་དེ་ཝཱ་ཚེ་རྣམས། སྤྱན་དྲངས་ཏེ་བོད་ཀྱི་ལོ་ཙཱ་བ་ཐི་མི་སམ་བོ་དྲ་དང་དེའི་མཆན་བུ་ཟིན་ན་རོགས་པ། ལོ་ཙཱ་བ་ཆུང་བ་ཟིག་ཟེར་འདབ་མ་ཀོ་ཤ། ཨ་ལོ་ཀ་ཡེ་ཤེས་དཔལ་སོགས་ཀྱིས་ལོ་ཙཱ་བྱས། དང་བསྒྱུར་ཡིག་མང་པོ་གནང་བ་རེད། དེ་རྣམས་ལས་རྒྱ་གར་གྱི་སློབ་དཔོན་ཀོ་སེ་རའི་ཡོན་བདག། བལ་བཟའ་ཁྲི་སྲོན་གྱིས་བྱས། ལོ་ཙཱ་བུ་ཐེ་མིས་བྱས། བདག་སོགས་འཛིན་ལ་བཙུན་མོ་ལྔ་ཡོད་པ། གཅིག་རྒྱ་ནག་ནས་དེ་འདྲི་ཞུས་བ། ཀོང་ཇོ། གཅིག་བལ་ཡུལ་ནས་དེ་འདྲི་ཞུས་བ། གཅིག་ཞང་ཞུང་ནས་དེ་འདྲི་ཞུས། གཅིག། ཁམས་ཚོན་རྟེན་འབྲེལ་ཞུ་ས་ཡོད། ཨོ་དེ་དེ་ལྔ་ཡོད། ལྔ་ནང་ནས་གཉིས། དེང་སང་དགེ་བཤེས་བོད་ནི་ཕྱི་རྒྱལ་མི་རེད། གསུམ་འདིས་བོད་མོར་བ། བོད་མོ་གསུམ་ནང་ནས་ད་བོད་མོ་གཅིག་ལ་ནི་དོགས་ཟེར་སྲས་ཆུང་གུར་མ་གཏོགས་ནེ་པ་ལིའི་སྲས་བཙུན་མོ་འདི་དང། རྒྱ་ནག་གི་སྲས་མོ་གཉིས་ལ་སྲས་དེ་འཁྲུངས་ལུགས་ཀྱི་ཡོད་མ་རེད། ད་སྐབས་དེ་དུས། བཙུན་མོ་དན་ཅན་ཞིག་བོས་དང་སྙམ་དུ་ལ། བཙུན་མོ་གིས་ད་ཆེ་བ་བྱོས་ཟེར་ནས་མི་འདུག་ལྷ་ཁང་བཞེངས་བའི་ལུགས་སྲོལ་དུ་བ། ད་ལྷས་ས་གཙུག་ལག་ཁང་བཟས་ཏེ་དཀོན་མཆོག་གིས་བཞེངས་རྒྱུ་རེད་ཟེར། གདན་ས་ཡོད། མ་རེད་མ་རེད། ནེ་པ་ལི་གི་བཙུན་མོ་བཞེངས་རྒྱུ་རེད་ཟེར། ད་ནི་ནེ་པ་ལི་བཙུན་མོའི་མཚན་ཐོག་ལ། ཨ་ནི་ར་ཙ་འཕྲུལ་སྣང། གཙུག་ལག་ཁང་དང་ར་ཙ་འཕྲུལ་སྣང་གཅིག་པར་བ། ར་མོ་ཆེ་གཙུག་ལག་ཁང་འདི་རྒྱལ་རྟགས་ར་མོ་ཆེ་འདི་ཨ་ནི་རྒྱ་ནག་གི། བཙུན་མོ་ཀོང་ཇོ་བཞེངས་རྒྱུ་རེད་ཟེར། ད་བཙུན་མོ་གཉིས་ཀྱི་མཚན་ཐོག་ལ་རེད། ད་ནང་བཞིན་སྐུ་གསུང་ཐུགས་རྟེན་མང་པོ་ཞིག་བསྡད་འདོད་ཞིག་ཡོད་རེད་གསུངས། ཡོངས་གྲགས་ལྟ་བུ་དེ་ཨ་ནི་ལྷ་ཤཱཀྱ་མུ་ནི། ཤཱཀྱ་མུ་ནི་དེ། ཨ་ནི། སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་རེད་དེ། རྡོ་རྗེ་གདན་ལ་བཞུགས་པའི་སྐུ་དེ་རེད་ཟེར། ཡིན་ནས་རྡོ་རྗེ་གདན་ནས་ཨ་ནི་རྒྱ་ནག་ལ་མ། དེ་འདྲ་ཞུས། རྒྱ་ནག་ནས་ཨ་ནི། ཀོང་ཇོ་མཉམ་དུ་ཡར་བོད་ལ་བེད་སྤྱོད་འོ་ཤཱཀྱ་མུ་ནི། ཁྱོད་ཤཱཀྱ་མུ་ནི་ཟེར། ཨ་ནི།

དཔལ་ནཱ་དའི་བཟའ། རྒྱ་གར་གྱི་སློབ་དཔོན་ཀུ་ས་རའི་ཡོན་བདག་ཟེར་ན་གཞན་དག་གི་བ། ཡོན་བདག་གཙོར་ཟེར་ན་བལ་པོའི་གི་བཟའ་ཟླ་ཁྲི་བཙུན་གྱི་བྱེད་པ་རེད་ཟེར། ཞེས་དང་སློབ་དཔོན་སུ་རེད་ཟེར་ན་ཀུ་ས་ར་རེད། སྦྱིན་བདག་སུ་རེད་ཟེར་ན་བལ་བཟའ་ཁྲི་བཙུན་རེད། ཨ་ནི་ལོ་ཙཱ་བ་སོ་སོ་ཐི་མི་སམ་བོ་ར་རེད་ཟེར། ཞེས་དང་སྔ་མོ་ལོ་ཙཱ་བ་དང་པཱ་ནྡི་ཏཱ་མཉམ་སྒྲུབ་བྱས་ཏེ་གཞུང་བསྒྱུར་དགོས་རེད། ཞེས་དང་ལོ་ཙཱ་བ་ཐི་མི་བྱས། ཨ་ནི་པཱ་ནྡི་ཏཱ་ཀུ་ས་ར་བྱས།

ཁྱད་པར་དུ་སུ་རེད་ཟེར་ན་རྒྱ་ནག་མཁན་པོ་དེ་རེད་ཟེར། ལྷ་ལུང་རྡོ་རྗེ་དཔལ་གྱི་བྱས་ཟེར་ནི་ཀོང་ཇོ་དང་མཉམ་དུ་ཕྱག་ལེན་གནང་མཁན་སུ་ཟེར་ན་ལྷ་ལུང་རྡོ་རྗེ་དཔལ་སེང་གེ་གི་ལོ་ཙཱ་བ་ཞིག་རེད་ད་དེ་ཡང་རྒྱ་སྐད་ལ་མཁས་པ་ཡིན་ཟེར་བ། ཡིན་ནས་རྒྱ་སྐད་ནས་བསྒྱུར་བའི་གཞུང་མང་པོ་རེད་གཞུང་པོ་མང་པོ་མ་རེད་ཟེར། ད་བལ་པོ་དང་ཁ་ཆེའི་ཡོན་བདག་བལ་བཟའ་ཁྲི་བཙུན་གྱི་བྱས་སྤྱི་བཏང་ནས་བལ་ཡུལ་ནས་གདན་འདྲེན་ཞུས་བོད་ཀྱི་པ་འདི་ལྟ་དེ་ཚོ། ད་ནི་ཞིག་ཁ་ཆེ་ཀཱཤ་མི་རི་ཡུལ་ནས་ཨ་ནི་མཁས་པ། ནང་པའི་མཁས་པ། ཁོང་རྣམ་པ་ཚོ་གི་སྦྱིན་བདག་འདི་ད་དུས་ནས་བལ་བཟའ་ཁྲི་སྲོང་གི་བྱིན་གྱིས་ཡོད་རེད་ཟེར། ལོ་ཙཱ་བ་འདི་ཁྲི་མི་བཟང་པོ་འདྲ་རེད་ཨ་ནི་བལ་བཟའ་ཁྲི་ཚོ་ཁོ་རང་གི་ཡང་བྱིན་གྱིས་ཡོད་རེད་ཟེར། ད་དེ་ནས་ང་ཚོ་གར་སྟེགས་མགོ་ལ་བསླབ་ཡོད་ན། ཨ་ནི་ལོ་ཙཱ་བ་འདི་ཚོ་ལ་དངོས་གནས་དྲན་ནས་ཡིན་བཀུར་སྟི་ག་འདྲས་བྱེད་ཀྱི་འདུག། དེང་སང་ཡང་ན་ཨིན་ཇིའི་ཀཱ་མི་ཤོན་སྦའི་ཟེར་བ་སྦྱིན་བདག་དེ་མཁན། Sponsored by Royal River རྒྱལ་པོ་རང་གཅིག་པ། རྒྱལ་པོ་དང་རྒྱལ་པོའི་བཙུན་མོ་དང་ཁོང་ཚོས་ཁྱེད་དང་ལོ་ཙཱ་བ་ལ་གང་ངམ་གལ་ཆེན་པོ་བརྩི་གི་ཡོད་མོད། དེའི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་དངོས་གནས་ཆ་ནས་དེ་ཚོ་ཐུང་ཐུང་གཅིག་ལ་ཧ་ལས་པའི་སྲུང་མ་བ་གྱུར་ཐུབ་ལ། ངོ་ཐུག་སྲིད། ད་འདི་མེན་པ་ཆེ་དར་སང་ཉིན་ང་ཚོའི་བོད་སྐད་ནང་ལ་བསྒྱུར་དགོས་ཡོད་ལྷག་མ་ལ་ཞར་བྱུང་ཚོར་ཞིག་རེད་འདིར

ཡང་ན་མ་འོངས་པར་ཁྱེད་རང་གི་འཛིན་སྐྱོང་གལ་ཆེན་པོ་འདིར་ཆགས་སོང་ན། ཨ་ནི། ཡང། ད་ལྟ་འདི་རྒྱ་རྩེ་ཁྲི་བཙུན་དང་རྒྱ་མཚོ་སྐོང་རྒྱུད་ནང་བཞིན། ཨ་ནི། གནང་དགོས་སྐོར་དང། དེ་ཚོ་བྱུང་ཆོག་རོ་ཉི་རོ་ཨ་ཁ་ཤས་ཨ་ནི་མི་ཞིག་མགོ་ཆགས་ཀྱི་རོ་ཨ། ཨ་ནི། ད་ལྟ་འདི་རྒྱ་རྩེ་སྐོང་རྒྱུད་དང་བོད་ནང་བཞིན་གཞིས་ཆགས་ནང་ལ་ཨ་ནི་འདུག་བྱས་བྱས། ཡི་གེ་རིག་གནས་ད་རེས་དོན་དག་ལ་ཨ་ནི་སྦྱིན་བདག་བྱས་ཡོང་དགོས་རོ་ཨ་གཞུང་འབྲེལ་གྱི་ཐོག་ནས། ཨ་དུ། རྒྱལ་པོའི་བཀའ་བཞིན་བཟའ། སློབ་དཔོན་སྐུ་ཚེ་རལ་རྔོན་པའི་སྡེ་དང་ཕ་རོལ་ཏུ་ཕྱིན་པའི་སྐོར་བསྒྱུར་རོ་བཟའ། ལ་དཔེ་ཆ་ག་རེ་བསྒྱུར་མར་འདོད་གསུང་གོ། སྡེ་སྣོད་གསུམ་གྱི་ནང་ནས་རྔོན་པའི་སྐོར། ཨ་ནི་ཤེར་ཕྱིན་གྱི་སྐོར། ཕ་རོལ་ཏུ་ཕྱིན་པའི་སྐོར་ཤེར་ཕྱིན་གྱི་སྐོར། ད་བཟའ་བ་དེ་ཟླ་གཅིག་པར་བྱེད། དཔེར་ན་རྒྱལ་སྟོང་འདྲ་བོ། ཡུམ་འདྲ་བོ་ཉི་ཁྲི་འདྲ་བོ་འོ་དུ་ཚོ་ལ་བར་དོ་ཕྱིན་པ་གོ་རུ་ཟེར་ཞིང། བལ་པོའི་སློབ་དཔོན་སོགས་ཀྱིས་མདོ་སྡེ་དང་ཕལ་ཆེན་དང་སྤྱན་རས་གཟིགས་ཀྱི་མདོ་རྒྱུད་རྣམས་བསྒྱུར། གསུངས་ས། མདོ་སྡེའི་སྡེ་སྣོད་ཅེས་འདི་ན་ནས་མཚན་གཞི་འདྲ་བོ་དེ་ཕལ་ཆེན་གྱི་མདོ། ཨ་དོམ་ས་ག་སུ་འདྲ་བོས་བསྒྱུར་ཡོད།

སངས་རྒྱས་ཀྱི་གསུང་རབ་འདི་ལེགས་སྦྱར་སྐད་ལས་མི་འགྱུར། དེ་དག་སྐབས་སུ་ལོ་པཎ་རྣམས་ལ་གསེར་དངུལ་གྱི་འབུལ་བ་སོགས་བསྙེན་བཀུར་རྨད་དུ་བྱུང་བ་བྱས་སོ། འབུལ་བ་ཡག་པོ་ཕུལ་བར་རིལ་བསྲེལ་བྱས། དཔལ་ལ་ལྷ་དྲི་ངད་འབྱིན་པ་ཡིན་ནས་གཞུང་དུ་ན་ཡོད་ལྷ་དུ་དྲི་ཟ་བའི་རྗེས་སུ་སྐུ་ཡོན་ག་ཚོད་ཕུལ་དགོས་སུ་ལབ་ཡོད་ན། ལྷ་རིགས་ལྷ་བརིས་པ་འདི་ག་ཚོད་གོག་འདུག་བསམ་སྟེ་ཕུལ་བར་རིལ་བསྲེལ། ལྷབ་རིབ་བ་གན་ནི་བད་དུ་གུ་མུ་བུམ་གཅིག་གུ་ཨུས་ལྷབ་ཡོད་ན་ད་གུ་ཅི་ཆག་ཆག་ཆག་ཆག་ལྷབ་ཅིག་གུ་མུ་ཁྲིད་ཅིག་སྤྲད་ཡོད་ན་རབ་གནས་ཕོག་མ་རེད་ཟེར་བི་ནི་གསུང་སྲོལ་འདུག་ཨ། གང་ལྟར། ཆེ་བ་ཇི་ཡོད་དེ་འདྲ་ལ་ཨ་ནི་བད་དུ་ལྷབ་རིབ་བ་ག་ཚོད་གོ་སོང་འདུག་བསོད་ནམས་སོགས་ཡོད་དེ་འདྲ་རེད་ཟེར་བ་མཐོང་རྒྱ་དེ་འདྲ་ཡིན་ན་ཨོ་ང་ལ་ཁེ་བཟང་འདི་ཙམ་ཟ་ས་རེད། དེ་འདྲ་མར་བ། ཆེ་བ་གཅིག་ཡིན་ཙམ་པ་ལ་ལྷ་བུས་དེ་འདྲས་ཤིག། སྤྱན་རས་སུ་སྐུ་བྱིན་རོགས་བྱེད་ཟེར། ཁོས་སྐུ། སྐུ་གཅིག་ལ་ལོ་ལྔ་འགོར་བས་ནི་ཞག་གཅིག་རེད། གཞལ་ཡས་པ། འདི་འདྲས་ད་ནི་མར་བ། གང་ལྟར་འདི་འདྲས་འགོར་དགོས་འདུག་ན། སུན་སྣང་སྐྱེ་ཡོད་མ་རེད་ཟེར།

ཁ་སང་དུ་གཅིག་པར་གྱི་གྲོང་མདུད་ཟེར་བའི་འདི་ལ་ཁྱེད་ཚུད་པ་ཨ་མདོ་ཁུལ་བདེ་བ་ཡིན་ན། ཞང་ཞུང་ཡུལ་ནས་བོན་པོ་ཞང་ཞུང་ལྷ་རྗེ་སྤྱན་དྲངས་ནས་བོན་པོ་ཨ་བ་རྣམ་སྲས་ཞེས་བྱ་བ་ཞེས་བྱ་བ་ལ་སློབ་ཏུ་བཅུག་སྟེ་མོ་རྩིས་དང་ལྷ་གསོལ་ཏེ་འབྲེལ་མཐུད་སོགས་ཀྱང་བྱེད་དུ་བཅུག་གོ་ཟེར་ཆོས་ཙམ་དུ་མ་ཟད་ནི། བོན་པོ་གཞུང་ནས་བཤད་པའི་གན་ནི་སྨན་གྱི་སྐོར་དང་ལྷ་གསོལ་ཡས་དང་འབྲས་འདུས་ཡས་དང་མོ་བརྒྱ་ཡས་དང་རྩིས་དེ་འདྲའི་བསླབ་པ་རེད་ཟེར་དུ་ན་འབྲིང་གནས་མང་པོ་ཅིག་ལ་ཐོས་བསམ་གནང་བ་རེད་ཟེར། ཨོ། ད་འདི་པ་དོ་ང་ཚོ་བྱ་ན་འགྲིག་རོ་ཨ། ད་དེ་རིང་ག་རེ་སྦྱངས་པར་ལབ་ཡིན་ན། ཨ་ནི་དེ་མིན་སམ་བོད་འབྲེལ་སྐབས་ལ་ཨ་ནི། ཡི་གེའི་རིག་གནས་ག་འདྲའི་གསར་ཡིན་མེད་ཨ་ནི། བལ་པོ་དང་རྒྱ་ནག་དང་རྒྱ་གར་ནས་ཁ་ཆེ་སོང་ནས་ལོ་ཙཱ་བ་ཨ་ནི་སུ་སུ་ཕེབས་ཡོད་མེད། ལོ་ཙཱ་བོ་དེ་ཚོའི་སྦྱིན་བདག་སུ་སུ་ཡིན་མེད། གཞུང་རྐང་འདྲ་བོ་དེ་སུས་སུས་ག་རེ་འགན་འཁྱེར་ཡོད་མེད་དཔེར་ན་རིགས་གཅིག་གི་དོ་ཚིགས་སྣེ་སྣོད། རིགས་གཅིག་གི་དངོས་དཔེ་སྡེ་སྣོད། རིགས་གཅིག་གི་འདུས་པའི་སྡེ་སྣོད་དང་སྔགས་ཀྱི་གཞུང་དེ་འདྲ་བ། གཞན་ཡང་གཉིས་པའི་དེ་མཁས་པ་མི་འགན་ལས་དང་པོ་བ་ཚོ་ལ་དྲུང་སླ་བའི་འདྲ་བོ་རིག་པ་སླ་བའི་འདྲ་བོ། ཨ་ནི་མོ་དང་ཙི་ཨི་ནི་མང་པོ་ཅིག་སྐབས་དེ་དུས་དར་བ་རེད་ཟེར། ཨ་དེ་ཚོ་ལ་རིག་གནས་དར་བ་ཟེར་ཤ་ཟེར། རིག་གནས་དར་བ་ཟེར་བསམ་པ་ལ་མགོ་བཙུགས་ལ་ཞིང་ཁ་བཏབ་སྟངས་ནི་བྲེ་སྲང་འཇལ་སྟངས་ནི་ཞིང་ཁ་སྒྲོག་ཨ་ནི་བལ་དུ་ཆེ་ཆུང་བརྩི་སྟངས་ནི་འདི་གི་ཚང་མ་ལོ་ཨ་རིག་གནས་ཁོངས་བཞག་ཞོག་ཟེར། རིག་གནས་ལྔ་རེ་བཅུའི་ཁོངས་འདབ་མ་རེར་སྤྱིར་བཏང་མི་ཡིག་གི་འདུག་སའི་འཕེལ་རིམ་གྱི་དབང་གིས་རིག་གནས་དར་སྟངས་འདྲ་པོ་དེ་ཨ་ནི་གཅིག་གིས་ཡར་རྒྱས་འགྲོ་སྟངས་བྱོས་ར་བ་ཨ་དེ།